དེ་མ་གཏོགས་ཡང་འགའ་ཤས་ཡོད་ད་དེ་རིང་ཁོ་ལ་དངུལ་ཞེ་བོ་ཅིག་བྱུང་བ་རེད་ད་ཉིན་མ་མང་པོ་ཅིག་ལ་ཐུགས་སྤྲོ་བཏང་ཡོང་གསུངས་ལབ་འདྲ་བ་ཡོད་འགོ་རེད་བ་འོ་དེ་འདྲས་མེད་ལ་ཐུགས་སྤྲོ་བཏང་ཡོང་གི་ལོག་སྲོལ་མེད་ཨ་ཐུགས་སྤྲོ་བཏང་ཐུགས་ཡག་ཡོད་མ་རེད་ད་ང་ཚོ་འཛམ་བུ་གླིང་འདི་གི་ནང་ལ་ཡང་ནད་དང་མུ་གེ་འཐབ་མོ་འཁྲུག་རྩོད་ད་ག་ཚོད་ཅིག་བཏང་ཡས་འདུག་ཉིན་མ་རེ་རེ་ལ་ཡང་གནས་ཚུལ་བཟང་པོ་དང་ངན་པ་གཞལ་བ་ཡིན་ན་ངན་པ་དེ་བརྒྱ་ཆ་ནས་བདུན་ཅུ་ནས་བརྒྱ་བཞི་བར་དུ་ལ་གནས་ཚུལ་ངན་པ་དེ་མ་གཏོགས་གནས་ཚུལ་བཟང་པོ་དེ་ཕལ་ཆེར་ཡོད་མ་རེད། ཡག་འདུག་ག་ཡག་པོ་འདུག་ཟེར་ཡག་འདྲ་པོ་མི་འདུག་ག་ད་ཅིག་ཕ་གས་ཅིག་ཆགས་སོང་འདུག་ཕ་གས་ཅིག་ཤིག་ཤོར་འདུག་ཕ་གས་ཅིག་འཛིང་གི་འདུག་ཕ་གས་ཅིག་འཁྲུག་འདུག་ཟེར་ཡག་ད་དེ་འདྲའི་སྐད་ཆ་ཅིག་མ་གཏོགས་ཕལ་ཆེར་ཡོད་མ་རེད། ང་རང་ཚོ་རབ་བྱུང་གི་འདས་ཀྱི་ནང་ལོང་ལ་ཡིན་ན་ཡང་ཅིག་འགྲིག་མ་སོང་ཟེར་ཡག་དེ་མ་ང་ཅིག་མ་གཏོགས་ད་འགྲིག་སོང་ཡག་པོ་ཡོད་ཟེར་ཡག་དེ་མི་འདུག་ག། འོ་དེ་འདྲའི་གི་ད་གནས་ཚུལ་ཅིག་གི་ནང་ལོང་ལ་དེ་ང་ཚོ་ཐུགས་ཁྲོ་བཏང་ཡག་དང་གཞས་ཞབས་བྲོ་འཁྲབ་ཡག་དང་རྩེད་མོ་རྩེ་ཡག་གི་དུས་ཚོད་ཅིག་སླེབས་མི་འདུག་ག།

ལུས་དལ་པོ་ཡོད་བསམ་ན་ཡང་གཏང་བཤད་དགེ་སྡིག་གི་བླང་དོར་ཡང་ངང་ཅིག་རྩོད། འདོར་ལེན་དེ་ཚོ་བཤད་རང་ལ་རང་དབང་ཡོད་པའི་སྐབས་འདི་ལ་ང་རང་ཚོས་ཀྱི་ཅིག་ག་ཚོད་ཐུབ་ཐུབ་ཀྱི་ད་ཅིག་ཆོས་སྒྲུབ་ཐུབ་ཡག་ཆོས་སྒྲུབ་ཟེར་བའི་སྐབས་སོགས་ལ་ཆོས་ལུགས་ཅིག་གི་ནང་ལ་བར་མཛོད་བྱས་ནས་ཆོས་སྒྲུབ་ཟེར་གྱི་ཡོད་མ་རེད་ངས་ཆོས་སྒྲུབ་ཟེར་ཡག་དེ་བཟོ་བཅོས་བཏང་དགོས་རེད་ད་ཅིག་ངན་པའི་གི་བག་ཆགས་ངན་པའི་གི་ལག་ལེན། ངན་བེད་ཀྱི་སྤྱོད་ལམ་དེ་ཚོའི་བར་གཡུག་བྱས་ནས་བཟང་པོའི་ཐོག་ནས་ལུས་དགེ་བ་ངག་དགེ་བ་ཡིད་དགེ་བ་ལ་ག་ཚོད་ཅིག་བར་བསྒྱུར་ཐུབ་ན་རང་ལ་ཕན་པ་དེ་རེད། ཕྱི་མའི་དེ་ནས་ཅིག་གི་ཇག་ཡང་དེ་རང་ཆགས་བསྡད་ཡོད་རེད་ད་སང་ཉིན་མགོ་བརྙན་མགོ་ལ་སླེབས་པའི་སྐབས་དེ་ལ་ད་ནས་བླ་མ་ཅིག་སྡེ་དཔོན་ཞུ་གོ་ཟེར་ཡ་འདྲ་པོ་ཅིག་གིས་སྟེས་དབང་གནང་རོགས་ཟེར་ཡ་འདྲ་པོ་ད་ཐུགས་སྨོན་ཆེན་ཆུང་གནང་རོགས་གནང་ཟེར་བའི་སྐབས་སུ་ལ་དུས་ཚོད་དེ་ཕྱིར་དྲགས་པ་རེད། ཨོ་ད་ལྟ་དུས་ཚོད་ཡོད་རེད་རང་ལ་རང་དབང་ཡོད་རེད་རང་ལ་རང་དབང་ཡོད་པའི་སྐབས་དེ་ལ་ད་ཚེས་ལ་ནི་ངེས་པ་ཡོད་མ་རེད་ང་ཚོའི་བསམ་བློ་ནང་ལ་སང་ཉིན་བསྡད་ཡ་གནངས་ཉིན་བསྡད་ཡ་བདུན་ཕྲག་རྗེས་མ་བསྡད་ཡ་ཟླ་བ་རྗེས་མ་བསྡད་ཡ་ལ་སོགས་པའི་གི་གཅིག་གི་མི་ཚེ་དེ་རིང་པོ་ཞེ་ཕུག་གཅིག་བསྡད་ཡ་གི་རང་དབང་ཆ་ཚང་ང་རང་ལ་ཡོད་པའི་བཟོ་རེད་རེད་ཀྱང་འདིང་རྒྱབ་བྱས་ནས་ལས་ཀ་བྱེད་ཀྱི་ཡོད་རེད་དེ་འདི་ནོར་བ་རེད།